རོང་རྫོང་གི་སྒྲོལ་འདྲེ་ཚོ་ཀྱང་སེང་གེ་ལུང་དབྱར་རྩྭ་དགུན་འབུ་གོ་གནས་རུ་བྱོན་ནས་སྒྲོལ་འདྲེའི་བྱེད་སྒོ་སྤེལ་བ་རེད། རོང་རྫོང་གི་ཞིང་ཟོག་ཁང་ཁག་གིས་བྱིས་པའི་དུས་ཆེན་ལ་རྟེན་འབྲེལ་ཞུ་བའི་བྱེད་སྒོ་སྤེལ་བ། ཁང་ལོའི་མཐོ་རིམ་སློབ་འབྲིང་གི་ཉིས་སྟོང་ཉིས་གསུམ་ཡུལ་སློབ་མ་ལ་ཐུགས་རྒྱུའི་ཤུགས་སྣོན་རྒྱག་པའི་བྱ་འགུལ་སྤེལ་བ་རེད། རོང་རྫོང་གི་སྒྲོལ་འདྲེ་ཚོ་ཀྱང་སེང་གེ་ལུང་དབྱར་རྩྭ་དགུན་འབུ་གོ་གནས་རུ་བྱོན་ནས་སྒྲོལ་འདྲེའི་བྱེད་སྒོ་སྤེལ་བ་རེད། ཤངས་སྟག་ནོངས་ལྡེ་ཞི་ཁྲ་ལ་བཟི་རུ། མི་སྔ་དབྱར་རྩྭ་སྒམ་པའི་ཀོ་བའི་འགག་རྩའི་དུས་སུ་སླེ་ཡོད་པས་མང་ཚོགས་ཀྱི་སང་ལོའི་སྣེ་ཁྲིད་གཏིང་ཟབ་གཏོང་བ་དང། སྔོན་ཐོན་དུས་ཚོད་བདེ་འཇགས་གོ་རིམ་ལྡན་པ་སྲུང་ཤོག་བྱ་ཆེད་འབའ་ཐང་རྫོང་གིས་ཏང་གི་བཀའ་དྲིན་ཚོར་ཞིང་མི་རྒྱ་ལ་དགའ་བ། ཁྲིན་ཤང་སྲུང་བ། དེང་རབས་ཅན་ཤུགས་ཆེར་སྤྱོད་པའི་རྗེས་བརྟེན་གཙོ་བོའི་སློབ་གསོ་དང་དབྱར་རྩྭ་སྒམ་པའི་ཀོ་ནི་རུ་གྲུབ་འབྲས་བྱེད་སྒོ་སྤེལ་བ་རེད་ཟླ་ལྔ་པའི་ཚེས་སོ་གཅིག་ཉིན་གྲུབ་འབྲས་ཚོགས་ཆུང་སེང་གེ་ལུང་དབྱར་རྩྭ་སྒམ་པའི་ཀོ་ནི་རུ་ཞུས་པ་དང་རྫོང་ཨུ་དྲིལ་སྒྲོག་པུས་རྫོང་ཁྲི་བརྟན་ཆུས། རྫོང་རིག་གནས་ཡུལ་སྐོར་ཅུས་རྫོང་ཁྲིམས་འཛིན་ཅུས་རྫོང་ཞིང་འབྲོག་གྲོང་གསེབ་དང་ཚན་རྩལ་ཅུས་རྫོང་ཚན་རྩལ་མཐུན་ཚོགས་དེ་བཞིན་འབྲེལ་ཡོད་ཤང་གྲོང་རྡལ་བཅས་ཀྱི་ལས་དོན་མི་སྣ་སྒྲིག་འཛུགས་བྱས་ནས་འབའ་ཐང་ཤིས་པོ་ཆུང་གྲོང་གསར་དྲ་གྲོང་སྡེ་ཚོགས་པའི་ཁོངས་མི་ཡི་གྲུབ་འབྲས་དང་ཞབས་ཞུའི་རྣམ་པ་ཞིག་སྟེ་སྲིད་ཇུས་དང་བདེ་ཐང་ཁྲིམས་སྐྱོང་བདེ་འཇགས་བཅས་མང་ཚོགས་ཀྱི་འགྲམ་དུ་ཞུགས་པ་རེད་གྲུབ་འབྲས་བཤད་རིང་དང་གྲུབ་འབྲས་པས་དབྱར་རྩྭ་དགུན་འབུ་བརྐོ་བའི་སྐབས་ཀྱི་ཐེངས་ཤིག་དང། འཚོ་བའི་དེ་སྔའི་ལ་དང་པོ་དམིགས་ཏེ་ཁྱད་ལྡན་དབྱེ་ནས་རེ་རེ་བཞིན་འགྲེལ་བཤད་བརྒྱུད་པ་རེད། བདེ་སྟོང་སྒོ་སྲུང་ཐད་དོ་དགོང་རྒྱུན་མཐོང་གི་འགོས་ནད་མཆེད་པའི་ཐ་ན་དང་ངན་སྒོས་ཤ་ཐག་ངོ་སྤྲད་ཞེ་དྲག་བྱས་ནས་མང་ཚོགས་ལ་མི་སྒེར་གྱི་འཕྲལ་བསྟུན་དང་རྒྱུན་གཏན་གྱི་ལྟ་བཞི་ཚུན་ལེན་ལ་དོ་སྣང་བྱེད་དགོས་པའི་དྲན་སྐུལ་བྱས་པ་རེད། ཁྲིད་གཞུང་ཚད་ལྡན་ཐད་དབྱར་རྩྭ་དགུན་འབུའི་བཀོལ་བའི་ཁྲོད་རྒྱུན་དུ་མཐོང་བའི་སྤྱོད་པའི་སྟངས་ཟུང་འབྲེལ་བྱས་ནས་ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་རྨོངས་དད་འཕྲིན་གཞུང་སོགས་འབྲེལ་ཡོད་བཅའ་ཁྲིམས་དང་ཁྲིམས་སྲོལ་གསལ་འགྲེལ་བྱས་པ། བདེ་འཇགས་ཉེན་གཡོལ་དེ་སྔོན་འགོག་བྱེད་རིང་གི་དངན་སར་སྟོན་པའི་ཉེན་ཁ་ལ་དམིགས་ནས་ཐུག་འགུགས་པ་དང་ནགས་ཚལ་དང་རྩྭ་ཐང་གི་མེ་ཟོན་འགུགས་པ་འགྲོ་ལམ་འགྲིམ་འགྲུལ་བདེ་འཇགས་སོགས་ཀྱི་ཁྲིད་སྟོན་ཤེས་བྱ་འབྲི་བ། ཤེས་དཔལ་བྱང་ཚད་དེ་མང་ཚོགས་ཀྱི་ཕ་ཡུལ་ལ་དགའ་ཞེན་དང་ཁྱིམ་ཞེན་མཉམ་དུ་འཛུགས་སྐྲུན་བདེ་འཇགས་སྲུང་སྐྱོབ་བཅས་བྱ་རྒྱུ་ལ་ཁྲིད་སྟོན་བྱེད་པ། དེ་ཚོས་ཐོན་སྐྱེད་ཀྱི་བར་གསེང་དུ་མང་ཚོགས་ཀྱིས་གོ་ཐུབ་པ་དང་ཡིད་ལ་འཛིན་ཐུབ་པ་བེད་སྤྱད་ཐུབ་པ་བཅས་འགན་ལེན་ཐུབ་པ་རེད་དུས་མཚུངས་སུ་སྨན་བཅོས་རུས་མིང་ཡིས་མང་ཚོགས་ལ་ཁྲག་ཤེད་དང་ཁྲག་རྔ་འགྱིང་བ། རྒྱལ་གཅེས་སྨན་རྩིས་སྤྲད་དེ་རྨོངས་གཞི་ཡོད་སྨན་ཅན་ཞབས་ཞུ་མཁོ་འདོན་བྱེད་པ། རྫོང་སྒྱུ་རྩལ་ཚོགས་པའི་རིག་རྩལ་ལེ་ཚན་སྟེང་ནས་མང་ཚོགས་ཀྱི་རིག་གནས་འཚོ་བ་ཕུན་སུམ་ཚོགས་སུ་གཏོང་བ། བཅའ་ཁྲིམས་ལས་དོན་པས་མང་ཚོགས་ལ་ཐེན་ཤེས་དང་འཚོ་བའི་ཁྲོད་འཕྲད་པའི་བཅའ་ཁྲིམས་ཀྱི་གནད་དོན་ལ་ལན་འདེབས་པ། ཚན་རྩལ་ལས་དོན་པས་མང་ཚོགས་ལ་འདས་གསོན་ལག་རྩལ་དང་སྐྱེ་ཁམས་སྲུང་སྐྱོབ་སོགས་ཀྱི་ཤེས་བྱ་ཁྱབ་གདལ་བཏང་ནས་ཚན་རྩལ་དམངས་ཕན་སྲིད་ཇུས་དང་ལག་རྩལ་བརྟན་ཐོག་ཏུ་འཁྱོལ་བ་ལ་སྐུལ་འདེད་བཏང་བ། དམངས་ཕན་བྱ་གཞག་སྣ་ཚོགས་ཀྱིས་མང་ཚོགས་ལ་ཕན་ཐོགས་ཆེན་པོ་བྱུང་བ་རེད། ད་ཐེངས་ཀྱི་བྱེད་སྒོའི་ནང་རྒྱལ་བསྟན་འཚོ་བའི་སློབ་གསོ་གྲུབ་འབྲས་དང་ཞྭ་ཤེལ་རྙིང་འབྲེལ་གཏིང་ཟབ་བྱས་ནས་སྔོན་ཐོན་ཤྭ་ཡི་ཆེ་མང་ཚོགས་ཀྱི་བསམ་པའི་རིག་གནས་འཚོ་བ་ཕུན་སུམ་ཚོགས་སུ་ཕྱིན་པ་མ་ཟད་ཁྲིམས་སྐྱོང་གི་འདུ་ཤེས་དང་བདེ་འཇགས་ཀྱི་འདུ་ཤེས་ཟབ་ཏུ་ཕྱིན་ནས་ཏང་གི་ཐུགས་ཁུར་དང་དྲོ་སྐྱིད་གཞི་རིམ་གྱི་འཐབ་ཕྱོགས་དང་པོ་ལ་རྒྱལ་ཁྲལ་ཏན་ཏིག་བྱས་ཏེ་དབྱར་རྩྭ་དགུན་འབུ་སྔོན་ཐོན་ལས་དོན་སྤེལ་ཆེད་ཁོར་ཡུག་བཟང་པོ་ཞིག་བཏོད་ཡོད་པ་རེད་གོང་གི་གསར་འགྱུར་ནང་ངས་བརྙན་འཕྲིན་ཁང་ནས་སྤེལ། རང་རྫོང་གི་ཞིང་གསོ་ཁང་ཁག་གིས་བྱིས་པའི་དུས་ཆེན་ལ་རྟེན་འབྲེལ་ཞུ་བའི་བྱེད་སྒོ་སྤེལ་བ། ཤང་དུ་ནང་དོན་ཞིབ་ཕྲ་ལ་གཟིགས་རོགས། ཟླ་དྲུག་པའི་ཚེས་གཅིག་ཉིན་འབའ་ཐང་རྫོང་ཟན་ཐུ་ཞིང་གསོ་ཁང་དང་རྫོང་ཞིང་གསོ་ཁང་གིས་ནང་དོན་ཕུན་སུམ་ཚོགས་པའི་རྒྱས་འགྲེམས་གཙོ་བོའི་བྱེད་སྒོ་སྒྲིག་འཛུགས་བྱས་ནས་ཕྲུ་གུ་ཚོའི་དུས་ཆེན་ལ་རྟེན་འབྲེལ་ཞུས་པ་རེད། ཉིན་དེའི་དགོང་མོ་ལ་ཟན་ཐུ་ཞིང་གསོ་ཁང་གི་བྱིས་སེམས་སྤྲོ་སྣང་མཉམ་ཞུགས་དང་མཉམ་དུ་འཚར་ལོངས་བྱེད་པའི་རྒྱས་འགྲེམས་གཙོ་བོའི་བྱིས་པའི་རེ་རྩ་མཉམ་འདེམས་འཕྲལ་བསྟུན་གྱི་བྱེད་སྒོ་སྤེལ་བ་རེད། དགེ་སློབ་དང་ཁྱིམ་བདག་ཡང་མཉམ་དུ་འཛོམས་ནས་གྲོ་བཞི་ལྡན་ལ་རྒྱས་པར་དཀའ་བའི་དུས་ཆེན་ཞིག་མཉམ་དུ་རོལ་བ་རེད་ད་ཐེངས་ཞག་ཡལ་དུ་ཞག་གྲོ་གཅིག་གི་རྒྱ་ཕྱི་ལོ་སྐར་མ་འོད་ཆེན་གོང་ལྷ་མེ་ཏུ་སྐལ་བཟང་མེ་ཏུ་སོགས་ཀྱི་ལེ་ཚན་རིང་ཞིང་འཕྲལ་བསྟུན་བྱས་པ་དང་ཕྲུ་གུ་ཚོས་དུས་ཆེན་གྱི་གཟའ་ཆོས་ཁྲིད་ནས་ལུས་ལ་ཞིབ་པའི་གནང་རྒྱུ་དང་གསོན་ཤུགས་ཀྱི་ཁེངས་ཡོད་དེའི་ནང་ཏང་གི་ཟློས་གར་འཁྲབ་སྟོན་མཛེས་སྡུག་ལྡན་པའི་སྟོད་གླུ་དང་ཏུན་ཧོང་ཞག་གྲོ་མཁའ་དབྱིངས་སུ་འཕུར་བའི་གླུ་གཞས་ལ་ཡུལ་དངོས་ཀྱི་ལྟད་མོ་བས་སྤྲོ་གསེང་འཁོར་བའི་ཐབས་མོ་བདེ་བདེ་ཆགས་སོང། ཉེར་བརྟན་ལ། འབའ་ཐང་རྫོང་ཞིང་ས་ཁང་གིས་ནས་ཀྱི་བརྩེ་དུང་གིས་ཁེངས་པའི་ལྗོངས་ཤེས་བླངས་པ། ཞེས་པའི་བརྩེ་དུང་གི་གཏམ་ལ་ལྟོས་ནས་ཤ་རིང་བསིལ་བ་སྒྲོལ་མ་ཆུང་ཆུང་ང་ཚོ་ལ་དགའ་བ་སོགས་ཁྱད་ལྡན་ལེ་ཚན་རིན་མེད་ངང་དྲ་སྟེང་བཤད་བཞིན་གསར་བརྗེའི་སྔོན་བཞིན་པ་ལ་གུས་འདུད་ཞུས་ནས་སློབ་གྲྭ་ཡོངས་ལ་སྤྲོ་སྣང་འཆང་ཐང་གི་དུས་ཆེན་གྱི་རྣམ་པས་ཁེངས་ཡོད། ད་ཐེངས་ཀྱི་དུས་ཆེན་ཞེས་པའི་དུས་ཆེན་གྱི་རྒྱལ་བསྟན་གཙོ་བོའི་བྱེད་སྒོ་རབ་དང་རིམ་པ་སྤེལ་ནས་ཞེས་པ་ཡོངས་ལ་ཡོན་དང་ངང་པ་དང་རང་ངོས་སྦྱོང་བརྡར་བྱེད་པའི་དལ་བུར་བཏོན་ནས་དུས་མཚུངས་སུ་གྲངས་མེད་ངང་དུ། དངུལ་ཁང་གསོ་བ་ཞེས་པའི་རྣམ་པའི་ཐོག་ནས་ཁོང་ཚོའི་སེམས་སུ་རྒྱལ་གཅེས་དང་དམ་གཅེས་ཀུན་སྤྱོད་ལ་བརྩི་མཐོང་བྱེད་པ། ང་ཚོ་ལ་དགའ་ཞེན་བཅས་ཀྱི་ཀུན་སྤྱོད་བཟང་པོ་ཟབ་ཏུ་བཏང་ནས་ཕྲུ་གུ་ཚོ་ཞེན་དྲག་དང་སྤྲོ་སྣང་ལྡན་པའི་ངང་འཚར་ལོངས་ཡོང་རྒྱུ་ལ་རམ་འདེགས་བྱས་པ་རེད། གོང་གི་གསར་འགྱུར་ནི་ངས་བརྙན་འཕྲིན་ཁང་ནས་སྤེལ། ཁང་ལོ་མཐོ་རིམ་སློབ་འབྲིང་གི་ཉིས་སྟོང་ཉེར་གསུམ་ལོའི་སློབ་མ་ལ་མཐོ་རྒྱུགས་ཤུགས་གནས་རྒྱག་པའི་བྱ་འགུལ་སྤེལ་བ་རེད།

དབང་སྟོང་པའི་སྒོ་བཅས་རིམ་བཞིན་བཀག་ནས་མཐོ་རྒྱུགས་ཀྱི་གཡུལ་ས་ལ་བཤིག་པ་ལྷོ་སྒྲིག་མགོ་ཁྲིད་དང་དགེ་རྒན་ཐུགས་མ་ལྷོ་མིན་ཐུགས་སྨོན་བཅས་ཀྱིས་རྒྱུགས་ལེན་སྐབས་ཀྱི་འཕྲིན་ཡིག་ཕུལ་ནས་སློབ་མ་རྣམས་ལ་སེམས་ཁམས་བརྟན་པོ་དང་རྣམ་པ་ཡག་ཤོས་ཀྱི་ཐུགས་ནས་མཐོ་རྒྱུགས་ལ་བསུ་བ་ཞུ་དགོས་པའི་ལྕག་སྐུལ་བྱས་པ། དགེ་རྒན་ཐུགས་རྗེ་ཆེ་ཞུ་བའི་མཛད་སྒོའི་ཐོག་སློབ་མ་འཐུས་མི་དང་འཛིན་གྲྭ་ཁག་གི་འཛིན་གྲྭའི་ཨུ་ལྷན་གྱི་སློབ་ཁྲིད་བྱེད་མཁན་དགེ་རྒན་ཡོངས་ལ་ཁ་བཏགས་དང་མེ་ཏོག་ཚོས་པ་ཕུལ་ནས་བློ་སེམས་ཀྱི་བཀའ་སློབ་ལ་བཀའ་དྲིན་ཞུས་པ་རེད། དགེ་རྒན་གྱི་མཐུ་དངོས་ཡང་བརྩེ་སེམས་ཟབ་མོས་ངང་འཕྲིན་ཡིག་བཀོད་ཞིང། སློབ་གྲྭ་ཁག་གི་འཛིན་བདག་གིས་ཉི་མ་མེ་ཏོག་ཕུལ་བ་དང་མཐོ་འབྲིང་ལོ་རིམ་གཉིས་པའི་སློབ་མ་ཚོས་ཀྱང་ཁ་བརྡ་འབུལ་ནས་ལྷག་བསམ་ཟོལ་མེད་ཀྱི་སྨོན་འདུན་ཞུས་ཏེ་མཐོ་འབྲིང་ལོ་རིམ་གསུམ་པའི་སློབ་མ་ཚོ་ལ་ངག་སྐུལ་གནང་བ་རེད། ཡུལ་དངོས་སུ་ད་དུང་གླུ་གཞས་འབུལ་བ་དང་དཔེ་ལྟའི་ཞིང་སྡེ་བརྒྱུད་པའི་བྱ་འགུལ་བཀོད་སྒྲིག་བྱས། མཐོ་འབྲིང་ལོ་རིམ་གསུམ་པའི་སློབ་མ་རྣམས་ག་དུས་ཐུགས་ཞུས་ཏེ་གླུ་གཞས་གཏོང་སྐབས་རྒྱུ་འཕྲོད་མི་གཞུང་གི་རེ་བ་དང་ཁ་བྲལ་མི་ཕོད་པའི་ལྷོ་རྒྱུད་ཀྱི་བརྩེ་སེམས་ཀྱིས་ཁེངས་ཡོད། ད་ཐེངས་ཀྱི་དོ་བདེན་ཚོགས་འདུ་དང་དར་མིང་མཛོད་དགེ་ཡི་ཁང་ལུང་ཐུང་རིང་ལུང་རིང་སྲིན་པའི་སློབ་མ་ཚོ་ལ་ཡིད་ཆེས་དང་སྟོབས་ཤུགས་བསྣན་ཡོད། ཁོང་ཚོས་སྙི་གུའི་རལ་གྲི་དང་ཕུགས་འདུན་གྱིས་རང་ཉིད་ལ་དབང་བའི་གཟི་བརྗིད་ཀྱི་ལེའུ་འབྲི་ངེས་རེད། གང་གི་སངས་རྒྱས་ནི་ངའི་སྙན་གྲགས་ཁང་ནས་སྤེལ། གཟིགས་མང་རྣམ་པ།
དེ་ལས་མང་བའི་སངས་རྒྱས་གཟིགས་ཚང་ན་གི་གཉིས་ད་དུང་སྙན་ཤལ་འོག་གི་དབང་ཤེད་བརྒྱུད་ནས་ང་ཚོ་ལ་དོ་སྣང་བྱ་བཅུག། དེ་རིང་གི་སངས་རྒྱས་འདི་ནས་གཏོང་ཚར་སོང་ཚང་མས་གཟིགས་པ་བཀའ་དྲིན་ཆེ་ང་ཚོ་ཐེངས་རྗེས་མའི་ལེ་ཚན་དུ་ལྷག་ཡོང་རྒྱ་ད་བདེ་མོ།